གཉན་མཐོང་མཐོང་ཟིག། རང་གི་སྣང་ནས་བརྒྱབ་ནས། སྒེའུ་ཁུང་གི་ཉི་མའི་འོད་ལ་བལྟས་ནས་གི། གཉན་མཐོང་ཟིག་ག་ཨ་ཆུ་མཉམ་དུ་མཚོན་ཟིག། བསྒྲིགས་ཟླ་དག་ཆུ་གི་ཆུ་ཟིག་བསྒྲིགས་གོ་གི། ང་རང་གི་གི་ཁམས་དང་ལུས་སྟེང་གི་སྟེང་ནས།

ད་ཆུ་འདི་ཐོན་ཆོག་དུས་ན་ཆུ་འདི་སྤར་དུ་བསྐྱར་ལོག་པ་ཟེར་རེད། ད་ཆུ་དང་བོ་མ་འོང་ཚེ་ཀི་འདི་ད་ལྟ་འདས་སོང། བདག་ཞིག་བླངས། འདི་བླངས་ཚར་ནས་བཞུགས་དེ་ཡ་ཆུ་གི། ཡ་ཆུ་ཆུ་ཟེར་གི་འདི་ནི་ཤ་དྲུག། འདི་སྨན་རི་འཐེན། འདི་སྨན་རི་འཐེན་ད་ལྟ། འདི་ཆུ་འདེད་ཐུག་ག་ཟུག་ཅིག།

དང་ནི་ཆུ་འདིའི་ནང་ལ་འགྲོ། འདིར་རྐང་མ་བ་ལང་བ་ཞུགས། དེ་འདིའི་རྐང་མ་བ་ལང་བཞུགས་དུས་ན་རང་བཞིན་གྱི་བར་དུ་གཅིག་ལས་འཇོག་ག། འོ་ད་ཆུ་ད་རང་བ་ཆུ་འདིའི་ཐང་ནས་ཆུ་ཟིག་གི་བ་མེ་ཀི་ཙི་ཙི་ཀི། ཨ་ཆུ་གི་ད་འདིའི་ནང་ལོགས་ལ་འགྲོ་ནི་ད་ཨ་ཆུ་གི་ཆུ་ཟིག་འབྲི་གོ་ཀི་ཙི་ཙི་ཀི། སུམ་བརྒྱ་ཡར་མར་ཟིག་སུམ། ཡང་དག་རག་ནུ་མོ་ཆེ་ཆུང་དུ་ནས་ཆུ་ཁ་ལ་སྤྱང་པོ་འདུས་སྣང་ལོག་ལ་ཆུ་གི་དཀྲིགས་ཕྲད་ཤོག། འདུས་སྣང་ལོག་ལ་བདུན་ཕྲད་ཤོག། ད་རང་བྱུང་གི་བརྗིད་ཁྱུང་ནུ་འདིས་འདུས་སྣང་ལོག་ལ་ཉི་ཤུ་རྫི་ན་ཆོག་གི་ད་གང་ལྟར་བཅུ་བཅོ་ལྔ་བཅུ་དྲུག་རྫི་ན་མང་འགྱོ་གི་ཅི་ག་ཟིག།

གཅིག་སེམས་པ་སྐྱོ་བཞད་དང་གློག་བརྙན་གྱི་གཅིག་ཡང་དེ་མེད་ན། གཅིག་ཁམས་སྐྱོ་བཞད་དུ་གློག་གི་ནང་དོན་སྐྱོ་བོ་འདྲ་དེ་མེད་ན་ཡིན་གཅིག་མི་གཅིག་ཡང། གཅིག་ག་ཟེར་གི་མཚོན་དེའི་ནང་སྔོན་པོ་མི་མངའ་ཡོང་གི་ཟེར། དེ་རེད། དེའི་ཚིག་དེ་རང་ཆོས་འདིའི་ཆེད་དུ་ལས་དགོས་ནོར་གོ་བརྙན་འདིའི་ཆེད་དུ། དེའི་སྟེང་ནས་ད་ར་ད་ཆོས་གིས། འདིའི་ནང་འགྲོ།

ཅི་ག་ཟིག་ད་རུང་ཉུང་རུ་བཏང་ནས་ཨོ་ཡ་ཁ་ངོ་དཀར་བཤད་དུ་ཅི་ག་ཟུང་ག་ད་ཨ་ར་མང་རུ་འདུ་ས་འཛུགས་ཀི་ཉུང་མང་རུ་ཉུང་རུ་གཏོང་དགོས་ན་འདི་འདུ་ས་འཛུགས་མང་རུ་གཏོང་དགོས་ན་འདི་འདྲ་ཟུང་ཅིག་པུས་ད་ཧུད་གཉིས་ཀྱི་ཅི་ག་ཟིག་གི་མཐུག་སེམས་འདྲ་འདྲ་བྱས་བྱུང་ད་གི་ད་འདི་མར་དགོས་ན་ཆོག་གི་འདི་འདིའི་གྲིམ་ནག་ཞྭ་དཀོན་ནི་རེད། ཨོ་ཡ། དེ་ཡིས་ཚར་སོང་རེད་རེད་དེ་ཚར་འདི་ད་ཧར་རང་རྐྱ་འདེད་ཤོག་ཤོག། དེ་བཞག་འདི་ད་ལྟ་ཆུ་གའི་མི་སྣུ་ཟི་ལེན་རྒྱུ་ཞོག་ཡང། མི་སྣུ་ཟི་བླང། ད་འདེབས་ཕྱིར་ཐང་ལུས་རྒྱུ་མ་ང་མ་ང་ཡོག་གི་ད་ད་ཐང་ཨ་ཆུ་གི་ཅིག་རོབ་ཟིག་ཟེ་གོ་གི་རེད་རེད་རོབ་ཟིག་ཨ་ཆུ་གི་ལི་གོ་ནི་རུ་གོ། འདི་ཡིན་ཆོག། ཨ། འདི་ཡིས་ད་འདི་ད་ཨ་ཆུ་གི། ཨོ་ཁེ། Highlight།

ཡག་ཧུ་ཐོན་གྱི་ཆེད་ལྟ་ཅུག་ལི་གོ་ནི་རེད། དེ་ཡིས་དང་དུ་ན་ཚུལ་དང་ལྟ་ཆུ་འདི་འདི་འགོ་བཞག་བཞག་ནི་དི་འདི་སོང་ལང་དང། ཡིན་ནའང་ད་འདི་ཆུ་འདི་རིགས་ལི་ཐ་ཚུལ་དུ་ཁྱུ་རྒྱབ་ལོག་ལི་གོ་ནི་ཆུ་གི་འདི་མྱི་གི་ངོ་འདི་ལི་གོ་ཐ་ཚུལ་དུ་ཡིན་གཅིག་མི་གཅིག་འདི་ནན་གོ་གི་མོ། འདི། འདི་ན་གཅིག་གོ་ག་འདི་ནན་གོ་གི། ཨོ་ཡ། འདི་ནན་དང་ལྟ་ཅུ་ཆུ་དང་ངེད་ཆེ་རྒྱུ་རེད་ཚུལ་དུ་གི་ངེད་འདི་རྒྱབ་ལྗོངས་རང་བཞིན་གི་ཅི་གི་སི། ནག་བཞི་བཟོ་རྒྱུ་རེད། དེའི་ཐ་ཚུལ་དུ་ན་ཨ་འདི་བསྐུར་ན་ཆོག་གི། འདི་བསྐུར་ན་ཆོག་གི།

འདི་ད་དུ། འདི་ད་དུ། ད་ལྟ་ཅི་འདི་ཁ་ངོ་ཁ་ངོ་ཁ་ངོ་ཁུར་བོ་བླངས། ད་འདི་ཁ་ངོ་ཁུར་བོ་བླངས་འདི་དང་ན་འདུ་ཤི་ག་ཁ་ངོ་ཁུར་བོ་བླངས། ཁ་ངོ་ཁུར་བོ་བླངས་ད་དུ་ཆུ་གི་ཆེ་གི་འཛི་ཚུག་གི་ད་ཆུ་གི། འདི་ཡར་གཅིག་ག་ཚུན་འཐེན་གི་ཡིན། ཁ་ངོ་ཁུར་བོའི་ཚུན་གཅིག་པོ་མི་གཞན་དག་ལ་འཇོག་གི་ཡོད་ནི་མ་རེད། ཨོ་ཡ། ཨཱ། ད་ཆུ་གན་འདི་ནང་འགྲོ། ཨེ། དུ་མ་རེད། འདི་ལྟ་ཡ་རེད། འདི་ལྟའི་ད་ད་ཆུ་ལེ་ཡ་རེད་ད། དེ་དུས་ཁ་ངོ་འདི་ཁིར་གི་སི་ཀིན་གྲོང་ཚོའི་ནང་འདི་གནའ་རོ་འདི་འདི་ད་སོ་དུས་ད་འདྲི་ཀུན་རེད། ཨོ་ཡ། ཨ་ཏི་ཡི་ཏང་ནི་འདི་ར་ད་ཤུག་གི་ཆུ་ཟེ་ཀིན་ཛི་ཟི་གི། ཨ། འདི། འདི་སར་ཅི་ག་བཟང་ཁ་ངོ་འཇམ་བཞད་ད་ཧར་ཅི་ཧ་བྱོ་ནི་རེད་སི་ཆུག་ཏུ་རེད།

པར་ཆིག་གིས་ས་འོག་ཡོམ་མི་བཟོད་ཅིག་ཟོ་ཁ་ཨོ་ཡ་ད་ས་འོག་ཅིག་ག་ཟིག་ཁ་ངོ། ད་མཚོན་ལས་དེ་མི་འདུག་ན་ཁར་གི་ཁ་ངོ་རང་བྱུང་གི་གནོད་སྐྱིན་ནི་ད་ར་མྱུ་གུ་ངོ་གི་ད་ཁར་གི་ཅིག་གི་འདི་གླང་གྱོང་ནོར་མོ་དེ་དུ་ཆུག་ས་ར་ཅིག་ག་ཟིག་ས་ར། ཁ་ངོ་ཁར་གི་གསང་གི་དུ་ས་ར་ཐོན་རྒྱུ་ཆིག་དུ་ད་རང་བཞིན་ཡོང་རྒྱུ་ཆིག་དུ་ད་མཐའ་མ་འདི་མེར་ཅིག་ག་ཟིག་འཐེན། འཐེན་རྒྱུ་མང་སོང་ན་བདེ། ཁ་ངོ་སའོ་སའོ་ལོ་འགྱོ་བ་ཀ་ངུ་ཀུ་ཀུ་ནག་ཐིག་ཚང་མ་འདི་ཡོང་གི་རེད་རེད་དེའི་ཐག་ཚུད་དུ་ན་འདི་དབྱིན་ཇི་མི་ཅིག་ཅུ་ཐོ་ནང་གི་གོ་ན་རེད་ད་ཁྱོད་ཐ་མགུ་ཏུ་ཚང་མ་ལུས་བཞག་ན་ད་འདི་རིགས་བཞག་བཞག་ཐག་ཚུད་དུ་ན་ཡག་པ་བཟོ་ན་ཐང་དར་ཡིན་ནའང་མྱུར་ཏུ་དཀྱུས་མ་ཡིན་རྒྱུ་རྫུན་མ་ཡིན་རྒྱུ་ཁ་ངོ་ལུས་འགྱོ་མང་སོང་ངོ་ད་གི་ད་གར་ཀ་ཅིག་ཅིག་ཆེད་ལུས་རང་བཞིན་འཛིན་ན་མི་ཞིག་ར་ད་གང་ད་ཡག་ཧ་མི་རྩི་གོ་མོ་དེའི་དུས་ན་ཨ་ཆུ་གི་གཙང་ཞིབ་གཙང་མ་དཔོན་མི་ལེགས་དགོས་གི་རེད་ཡིན་ནའང་ཡང་མྱི་ཁིར་གི་གིས་དེ་རང་བཞིན་དུ་ཡང་ངོ་ནས་ཡག་གི་འཇིག་མི་ཉན་རྒྱུ་དུ་ཅུང་མཚོན་ལུས་ནི་ཆགས་གི་གིས་ལིང་མཁན་འགྲིབ་བསམ་གི་དེའི་དུས་ན་ད་འདི་ཅི་ག་ཟེ་རེད་དེ། ཨོ་ཡ། ད་འདི་འདི་ཨང་གྲངས་དེ་འདི་ཅད་ཤི་མི་ཤི་ཟིན་མི་འདི་ཡིན་མི་དགོས་གི། ད་རེད། ད་ལྟ་རི་སྟེང་རྔ་ཆུ་བའི་ལྟ་བ་འདི་འདུག། ད་རུང་བདེ་ལུགས་ཀྱི་མིག་སྔར་སོན་ཚུལ་གྱི་གཅིག། དམིགས་བསལ་གྱི་ཁྱེར་གྱི་འདིའི་གོམ་པ། དམིགས་བསལ་གྱི་འདིའི་སྒྲ་བརྙན། དམིགས་བསལ་གྱི་འདིའི་རྒྱབ་ལྗོངས་ཀྱི་ཐང་ཁུལ་གྱི་གཟུགས། དེ་གའི་འདིའི་བར་ཆད་ཀྱི་སྐར་ཆ་གི་འདི། འདི་ལ་སོགས་ལ་ཆོས་ཀྱི་གཅིག། ཡང་ལིར་ཁ་ལོ་ག་ལི་ན་བ་གི་ཡིན་ནའང། དེ་རང་གི་དུས་ཚོད་འདི་མོ་ཟིག་རེད། ད་སྤྱི་ཡོངས་ཀྱི་མཚོན་དུ་འདི་མོ་ཟིག་ལུས་ཐུབ་སོང་ན།

ཡིག་བཀོད་ན་ཡང་འདིའི་ཕྱོགས་ནས་ཅིག་རིག་པ་གསར་པ་སྔ་མ་པའི་བཅོས་མ་སྨྱོང་ནས་ཡང་སྔ་མ་དགེ་རྒན་རྣམ་པའི་དྲ་ཐོག་ནས་གསོ་བཀོད་ནི་དེ་མི་དགོས་ཡང་ཅིག་དོ་སྣང་མ་བྱུང་ནི་དེ་མི་དགོས་ཅིག་ཁར་སྣོན་འདྲ་ཡོད་ཀི་ངའི་རེ་བ་དང་སྨོན་ལམ་ཡོད་སྤུན་ཟླ་རྣམ་པ་བཀྲ་ཤིས་བདེ་ལགས།